སྐར་མ་གསུམ་པའི་ནང་ལོགས་ཀ་བཞི་བཙུན་མ་ཕ་མ་སྒྲོལ་མ་ལ་བརྟེན་པའི་ཚོགས་བསགས་ཚུལ་ལས་ཡན་ལག་དེ་ནས་བདུན་ཡོད་པའི་ནང་ནས་ཡན་ལག་གཉིས་པ་མཆོད་པ་པོའི་ཡན་ལག་པོ་བཞུགས་པ་ཡིན། མེ་ཏོག་བདུད་དཔུང་མར་མེ་སྤྲིན་ཞགས་ཟེར་རོལ་མོ་ལ་སོགས་པ་ངོ་བཤམས་ཡིད་ཀྱིས་དྲིལ་ནས་བུ་འཕགས་པའི་ཚོགས་རྣམས་གཞིགས་སུ་གསོལ་ཟེར་ཚིག་སྙན་པའི་གསུང་ང་མཛད་དེ་ནོག་ཡིད་རྟོན་བདག་པོ་བཞུགས་པ་ཡིན། ཚིག་ཐ་མས་ཀ་འཕགས་པའི་ཚོགས་རྣམས་གཞིགས་སུ་གསོལ་གསུང་ང་མཛད་དེ་འདུག་ག་ལས་ཀྱིས་འཕགས་པའི་ཚོགས་རྣམས་གཞིགས་སུ་གསོལ་ཞུ་བ་སྙམ་པོ། འཕགས་པའི་ཚོགས་ཞེས་སྙམ་པོ་བཞི་བཙུན་མ་ཕ་མ་སྒྲོལ་མའི་ཚོགས་པ་ལ་འཕགས་པའི་ཚོགས། བཞེས་སུ་གསོལ་སྙམ་པོ་ཅིའི་བཞེས་སུ་གསོལ་ཟེར་ན་དེ་ནི་མཆོད་པ་ལ་ན་ཡོད་པའི་མཆོད་པ་དང་ལ་ན་མེད་པའི་མཆོད་པ་གྱེར་བཞེས་སུ་གསོལ་བཞུགས་སྟེ་ནོ། ལ་ན་ཡོད་པའི་མཆོད་པ་གང་ནོ་ཞོ་སྙམ་པོ་དེ་ནི་དངོས་སུ་བཤམ་མཁན་ནི་མཆོད་པ། ཡང་ན་དེ་ནི་བློས་བླངས་མཁན་ནི་མཆོད་པ་དེ་ནི་ཚོགས་ལ་ཡིད་ཀྱིས་སྤྲུལ་པའི་མཆོད་པ་གསུམ་པོ་ལ་དེ་ནི། ལ་ན་ཡོད་པའི་མཆོད་པ། ལ་ན་མེད་པའི་མཆོད་པ་ཟེར་ན་དེ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ།

ཟེར་དེ་ནས་ང་དང་ངན་པའི་འདྲ་ཡང་ན་མི་གཟིགས་ཟེར་འདུག་ག་ལེ་ཡང་ན་དེ་ནས་ང་དང་དགའ་གཟུགས་ཤིག་གིས་དེ་ནས་འདྲ་ངན་པའི་རིགས་སུ་ཚང་མ་ཅི་ནོག་ཟེར་ན་རོལ་མོ་ནོག། ལ་སོགས་པ་ཟེར་ནས་དེ་ནས་སོ་སོ་རྒྱལ་བ་དགེ་ཤ་ཟེར་བས་དེ་ནས་ཅི་ཞིག་དེ་ནས་སོ་སོ་འབྱོར་རེ་ཡོད་ན་དེ་ཚང་མ་བུལ་ཆ་སོ་ལ་ལ་སོགས་པ་དངོས་སུ་བཤམ་ག་ནས་དེ་ནས་མཆོད་པ་དགའ་གཟུགས་ཤིག་ཡོད་པ་ཡིན་ན་ཟེར་ནོ། ཟས་ཟོས་རོལ་མོ་ལ་སོགས་པ་དངོས་སུ་བཤམས་པ་བཞིན་དུ། ད་དངོས་སུ་དེ་ནི་བཤམས་པ་མེད་ན་ཡང་མ་འབྱོར་བ་ཡིན་ན་སོ་སོའི་དེ་ནི་བློས་བསླངས་ཟས་ཨ་ལས་ཀ་གཟུགས་ཤིག་དེ་ནི་མཆོད་པ་པོ་ནས་མཐའ་ཡས་པ་ཡིད་དུ་འོང་བ་མང་པོ་ལུས་མང་པོ་དང་མཉམ་པོ། སོ་སོའི་ལུས་པོ་ཡང་དེ་ནི་སྐྱེ་བ་སྟོང་འགྱུར་མང་པོ་ལ་འགྱུར་བྱ། སྤྲུལ་ལས་ཡང་ན་དེ་ནི་ང་དང་མཆོད་པ་པོ་དེ་ནི་གཅིག་མ་གཏོགས་མེད་ན་ཡང་མཆོད་པ་དེ་ནི་སྟོང་དང་བྱེ་བ་མང་པོར་འགྱུར་བྱ། དེ་ཡང་དེ་ནི་ནོད་པོ་ཡང་དེ་ནི་ནོད་ཐབས་ཆགས་ཅིག་མ་གཏོགས་མེད་ན་ཡང་ནོད་པོ་དེ་ནི་གསེར་གཡུ་ཆུ་མུ་རིགས་རིན་པོ་ཆེ་སྣ་བདུན་གྱིས་དེ་བཟོ་བ་དེ་ནི